ཡ་རྒྱུ་ལས་དེ་ནས་དེ་རིང་ཡང་སེམས་སྐྱིད་ཚོགས་པའི་ནང་བཞུགས་ཟེར་དཀའ་ནས་དེ་ནས་ལ་ཆས་ཐུ་བ་དང་དེ་ནས་ཚང་མ་ལ་རྒྱུས་བཞུར་ཏེ་དེ་ནས་འོ་ཟོ་གི་དེ་ནས་དེ་རིང་ཡང་ང་དང་ཏག་ཐག་བསྡག་ན་པགས་པ་བབས་མ་ཚང་ཁ་ལ་དེ་ནས་འོ་ཟོ་སྐྱིད་ཁུ་བཞབ་ཁྱུ་འབྲིང་པོ་ནང་རོ་ཚང་ཁ་སྦྱར་ན་ད་ང་དང་ངའི་ཏི་སེ་ཏི་སེ་ཏུ་ར་ཏི་སེ་ཏུ་ར་ཡ་དེ་དེ། རྡོར་ཁྲ་དིན་མཛད་དུ་ཏི་སེ་ཛི་ན་ཀང་རིན་པོ་ཆེ་ཛེ་ནོ་ཧེ་ལེ་བདེ་མཆོག་གི་ནཱ་ཀང་རིན་པོ་ཆེ་ཏུ་ར་ཡ་ཟིར་དཀར་འབོ། དེ་ནས་ཏུ་ར་ཡ་ཟིར་དཀར་འབོ་མགྱོགས་སྤ་ཟེར་དུ་ཀེ་ལེ་མྱུར་སྐྱོབ་མ་མཛད་མི་དང་སྒྲོལ་མས་མི་ཚ་འཇིག་གིན་ནོག་པ་ཏུ་ར་ཡ་ཟེ་ཏེ་ཏེ་ཟིར་དཀར་འབོ། དེ་ནས་རྔ་ཆུང་ངུ་ལ་མཛད་དུ་ཀེ་ལེ་རྔ་ཡ་ང་དང་མེ་བའི་བླ་མ་ཀུན་དུང་ཅི་སིར་རྔ་ཡོང་མི་དང་འོ་དེ་རྔ་ཆུང་ངུ་ནི་རིགས་བོ་ལ་དེ་ནས་ཏེ་ཏེ་ཟིར་དུ་ཀ་ལ། དེ་ནས་ལྟོ་ཕྲག་བརྒྱད་སྐམ་པོ་དེ་ནས་ལྟོ་བོ་བསྒྱུར་ལྟོ། བྱིན་ལྟོ་ཟེར་ཀ་ནས་ཕྲག་གཅིག་གིས་ནི་འོང་སུམ་ཅུ་པའི་སྟེང་ནས་ལྔ་དང་ལབ་བྱས་ནོ་ཨ་ལས། དེ་ནས་ད་ཨ་ལས་ད་ཀྱུ་ཐི་བ་ཐི་བ་ཟེར་ན་ཕུར་གོང་ལ་ཟེར་འདུག་གེ་ལས། ད་ཀྱུ་ཐི་བ་ཟེར་སྐམ་པོ་ཕུར་གོང་ལ་ཟེར་འདུག་དེ་ན་ཚོ་ལ་ཐུ་བོ་ཟེར་སྐམ་པོ། དེ་ནས་ཐུ་བོ་ཟེར་སྐམ་པོ་ཚང་མས་སང་གཙོ་བོ་ཙོགས་སོ། ཧྲཱས་ཀྱི་ཐུ་བོ་ཟེར་མི་ན་ཧྲཱས་ཀྱི་ཐུ་བོ་ཟེར་ན་གཙོ་བོ་ཟེར་ནོ་གེ་ལས་ཧྲཱས་ཀྱི་ཐུ་བོ་ཟེར་སྐམ་པོ། དེ་ནས་གཙོ་བོ་ཐུ་བོ་ཟེར་སྐམ་པོར་གཙོ་བ་ཟེར་དུ། འཐད་མི་འཐད་ཟེར་ན་གོ་ང་དིའི་འཕྲོ་འཐད་མི་འཐད་པ་ཟེར་བྱེ་མ་ན་ལ་འོ་དེ་འོ་ནོ་འཐད་མི་འཐད་ཟེར་སྐམ་པོ་ཐོ་ཡིག་ཟེར་ན། དེ་ནས་ང་དང། Registrar ང་དང་འོ་ཟུར་ཐོ་ཐོ་རྒྱབ་ཟེར་བོར་བྱེ་ཟེར Registrar ཡོང་མི་འདོད་འོ་དེ་ཐོ་ཡིག་ཐོའི་ནང་གོ་བྱེ་ཟེར་ཐོའི་ཐོའི་ཡི་གེ་ཚང་མ་ལ List པོ་ཟེར་ན་གོ་ཡི་ལ་ཐོ་ཡིག། དེ་ནས་བདག་པོ་ལ་དེ་ནི་དེ་བ་དུ་བོ་དེ་བ་དུ་བོ་དེ་མི་དེ་ཐོ་ཡིག་ལོ་སོ་ཨ་ཡ་ལས་དི་རིར་དུ་མ་དེ་ཙམ་མདོ་ར་ལ་ཟེར་གམ་པོ་ཅུས་ཟེར་དེ་ནོ་ཟེར་ན་དི་རིར་ཟེར་གམ་པོ་སྒྲ་ཞིག་གི་ནོ་དི་རི་རི་དིར་ཟེར་བྱེ་མ་ན་ལ་དི་རི་རི་ཟེར་ག་ནས་ཨོ་དེ་འདྲ་བོ། དུ་མ་ཟེར་གམ་པོ་མང་པོ་ཟེར་ནོ་ཟླ་བསྐྱུ་དུ་མ་ཞབས་སྐྱུ་དང་དུ་མ་ཟེར་ན་མང་པོ་ཟེར་ནོ་དེ་ཙམ་ཟེར་ན། དེ་ཙམ་ཞིག་ཟེར་བྱེད་མ་ནའང་དང་དེ་ཙམ་ཞིག་བྱ་ན་འགྲིག་ཟེར་བྱེད་མ་ནའང་ཨོ་དེ་ཨོ་དེ་ཙམ། རྡོ་ར་ཟེར་མཁན་པོ་ཅི་ཟེར་དེ་ནོ་ར་བ་ཟེར་དུ་གས་ལེགས། ཡ་ང་དང་རྩེ་སྟངས་ཅི་རྩེ་ར་རྩེ་སྟངས་ཅི་ཟེར་རྡོ་ར། དེ་ནག་ཚོགས་ལ་དེ་ནི་ང་དང་ཚོགས་པ་ཚོགས་ཅི་ཟེར་རྡོ་ར། རྡོ་ར་རྡོ་ར་ཟེར་མཁན་པོ་ཅི་ཟེར་ནོག་ཟེར་ན་ར་བ་ཟེར་གོ་དེ་ནི་ང་དང་འཛོམས་ཚེ་དེ་ནི་ཁང་པ་ཚོགས་ཚོགས་ལ་རྡོ་ར་ཟེར་དུ་འཛོམས་ས་གོ་ནོག་གས་ལེགས། ཡ་ལེ་དེ་ནག་ཚོགས་ལ་དེ་ནི།

ནོ་ནོ་ཟེར་སྐམ་པོ་ང་དང་ལ་དྭགས་སའི་སྐ་དེ་ནོ་ནོ་ནོ་ཚོ་ཟེར་ནོ་ནོ་གུ་འུན་ཟེར་དེ་ནོ་ཨོ་དེ་བོ། དེ་ནི་ང་དང་ཨོ་ཚོས་ཁད་མཆུ་གོ་ཞེས་པོ་ཁག་ཅང་ནི་ནོག་ཏི་སེ། ཏུ་ར་ཡ་དེ་དེ་ཏོ་ཁྲ་དིན་དི་བ་དུ་བོ། དེ་མི། དེ་ཐོ་ཡིག་དེ་མི་དེ་མི་དེ་ཏོ་ཡིག། དི་རིར་དུ་མ་དེ་ཙམ་དོ་ར་ལ་ནི་གུ་ནུ་མ་ནེ་ནེ། ནོ་ནོ་ཚོ་ཟེར་ན་ཨོ་དེ་བོ། དེ་ནི་ང་དང་ངའི་གྱིས་ནོག་ཟེར་ན

དེ་མི་དེ་ཟེར་ཀན་པོ་གོ་ང་དེའི་ཁྲོ་དེ་མི་དེ་པའོ་ཟེར་ཀན། དེ་ནས་ཐོ་ཡིག་ཟེར་ཀན་པོ་ལིས་ས་ལ་ང་དང་ལིས་མི་གོ་ནས་ལིས་ཅོ་སི་པོར་ཅི་མ་ལ། འདི་རིར་ཟེར་ཀན་པོ་སྒྲ་བཞི་གིན་ནོག་འདི་རི་རི་འདིར་ཟེར་ཀན་པོ། དེ་ནས་དུ་མ་ཟེར་ཀན་པོ་མང་པོ་དེ་ཙམ་ཟེར་ཀན་པོ་དེ་ཙམ་ཞིག་ཟེར་ཀན། མདོ་ར་ཟེར་ཀན་པོ་ར་བ་གོ་ནོག་ལི་མདོ་ར་ཟེར་ཀན་པོ་ཚོགས་ར་མི་ཚང་མ་འཛོམས་སའི་ར་བ། ཨོ་ཡ་ནི་གུ་ཟེར་ཀན་པོ་པོ་མོ་ཆུང་ངུ། དེ་ནས་ནུ་མ་ཟེར་ཀན་པོ་ཨ་མའི་ནུ་མ། དེ་ནས་ནེ་ནེ་ཟེར་དཀར་པོ་ཨ་ནེ་ཡ་ཨ་མེ་ཨ་ཅེ་ཨང་སོ་རེད་ཨོ་སོ། ཨ་བེ་དེ་ནི་ཨ་ཅེ་ཨ་བེ་དེ་ནི་ཨ་བེ་ནུ་མོའང་དེ་ནི་གོ་རུག་དེ་ནི་ནོ་ནོ་ཟེར་དཀར་པོ་ང་དང་ལ་དྭགས་སེར་སྐ་དེ་ནོག་འོ་ད་སོང་འོ་དེ་སོང་བ་ཟང་འོ་དེ་འོ་དེ་ནི་ཀ་ཟོན་པའི་ཅང་ཨ་ཛཱ་དི་སི་ཏུ་རི་ཡ་དེ་དེ་ཏོ་ཁྲ་དེ་ཡིན་དེ་བ་དུ་བོ་དེ་མི་དེ་ཐོ་ཡིག་འདི་རིར་དུ་མ་དེ་ཙམ་མདོ་ར་ལ། མདོ་ར་ལ་ནི་གུ་ནུ་མ། ནེ་ནེ་ནོ་ནོ་ཚོ་ཟེར་ཏེ་འོག་ཏུ་དེ་ནས་ཚིལ་ཆེ་འཇག་ནག་འཛག། ཚང་མ་ལ་འཇུ་ལེ།